རྒྱ་ཤོག་བཟོ་མཁན་འདི་ནི་ད་དུང་ཡག་པ་དེ་ཞེ་དྲག་ཡག་པོ་རེད་ང་རང་ངེད་ནས་སེམས་འཁྲུ་ཆེན་པོ་ཐེབས་དེ་ངེད་ལ་དེ་ཅི་བྱེད་ཟེར་ནས་ཤི་ཡ་ཡོད་དེ་ནས་དེ་རིང་ཨ་ར་ཏེ་ར་གསུམ་པ་ནང་ཞིག་གིས་ང་ཚོ་བལ་བོད་ཀྱི་སྐད་ཡིག་དང་འབྲེལ་བའི་གཙང་རུས་བྲིས་ཡ་ལ་གོ་བདེ་བའི་ཐོག་ལ་མ་བག་ཡ་ལ་དགེ་མཚན་ག་ཟེ་ཡས་མེད་དང་ཕན་ཐོག་ག་ཟེ་ཡས་མེད་ཨ་ནི་བག་སྟོང་ག་འདྲས་ཅིག་ནས་བག་དགོས་མེད་སྐྱོ་ལ།

དེང་རབས་ཀྱི་གཙང་སྤེལ་གྱི་གཞུང་ལུགས་བཤད་འོང་དེ་ག་ལ། རྩོམ་རིག་དེ་གང་གི་ཆེད་དུ་བྲིས་པ་རེད་ཟེར་ཡ་དེ་མགོ་ཁོ་རང་ཅི་ཟ་དེ་ནས་བཙུད། དེ་ལ་གཙང་རིག་དེ་མི་ཡིན་ཟེར་ཡ་དེ། རྩོམ་རིག་དེ་མིའི་ཆེད་དུ་བྲིས་པ་རེད་ཟེར་ཡ་དེ་རེད་དེ། མི་དང་ཤིང་སོགས། མི་དེ་སུ་དང་འབྲེལ་བ་ཡོད་རེད་ཤིང་སོགས་དང་འབྲེལ་བ་ཡོད་རེད་ཁ་གྲགས་ཐག་མེད་པའི་ཤིང་སོགས་དང་འབྲེལ་བ་ཡོད་རེད། དེ་འདྲའི་ཡིན་ཙང་ནི་རྩོམ་རིག་དེ།

བསམ་བློའི་ངང་ལོག་ལ། གཙང་པའི་སེང་གེ་དེ་ག་འདྲས་སུ་བྲི་དགོས་རེད་ཟེར་ན་ག་སེ་ཡིན་ན་གོ་ཁ་བ་ག་སེ་ཡིན་ན་ཁྲག་པ། གཙང་པགས་པོ་ཟིང་ངེ་གི་གི་གི་གནས་ཚད་མཐོ་ལས་ཤི་རག་གི་གཏིང་ཟ་ལས། ལྗིད་རྩེ་གི་རྩེ་མཐོ་ལས་དེ་སུ་ལ་རག་ལས་གི་རེད་ཟེར་ན་གཙང་རིགས་ལ་རག་ལས་གི་རེད། གཙང་རིགས་དེ་ག་འདྲས་བྱས་ནས་ཚད་པ་བཟོ་ཐུབ་རེད་ཟེར་ན་སོ་སོས་བྲིས་ཡོང་རྒྱུ་དེ་མི་ཡི་རྩ་བ་ཉིད་དེ་གོ་བ་ལེན་མི་ཐུབ་ཁྱེད་ཚོ་ཆགས་སོང་ན་དེ་རྒྱུན་ལྗིད་རྩེ་ཧྲིལ་པོ་འདིའི་དགོས་ལ་སོ་སོའི་གི་སྒང་ལ་གཙང་པགས་པོ་མེད་པའི་སྟོང་རྟགས་དེ་བཟོ་ཐུབ་གི་རེད་དྲན་ནས་བྱས་ནས་ད་ཁྱི་གཙོ་རེད་དྲན་ད་ག་ས་ཡིན་ན་ཕྲག་པ་བྲེད་ཕྲག་པ་བྲེད་པ་མ་ཟད། དེ་རྒྱུན་དུ་ཁོང་གིས་རྫ་མ་ཅིག་བཏོག་ནས་འགྲོ་དང་རྫ་མ་ཟོས་ན་ང་ཚོ་བ་ར་ན་སི་བྱ་གཏོང་ས་ཆུ་ཤུལ་དེ་འདྲ་ཡོད་ཨ་དེ་ལས་ཡག་ལྟས་ཟི་ཆེན་པོ་ཡོད་ན་ཞོལ་གཏོང་ས་དེ་ལས་ཡག་ཆེ་ཡོད་ན་འོ་མ་སྐྱི་ས་དེ་འདྲ་ཆེན་པོ་དེ་འདྲ་གང་བྱེད་རྫ་མ་བཏོག་ནས་འགྲོ་དགོས་དེ་ནི་བཏག་ནས་འགྲོ་དགོས་ཡག་རྒྱུ་མཚན་ག་རེ་འགྲོ་དགོས་རེད་ཟེར་ན། ཇི་སྟེ་ཧྲིལ་པོ་འདི་ལ་ངས་དྲིས་ཡོང་རྒྱུ་སྙན་ངག་གི་འདི་གོ་བ་ལེན་མཁན་ཧ་ལམ་ཡོད་ཀྱི་མ་རེད། རྒྱུ་མཚན་ག་རེ་ངེས་འཛིན་བྱེད་པ་རེད་ཟེར་ད་སོ་སོ་འཇིག་རྟེན་འདིའི་སྐབས་རྩམ་པ་པོ་ཨ་དང་པོ་དེ་ཡིན་པ་ངེས་འཛིན་བྱེད་དགོས་གལ་སྲིད་ངས་དྲི་གཅོད་པའི་རྩམ་དེ་གོ་བ་ལེན་མཁན་ཚོས་འཇིག་རྟེན་འདིའི་ཐོག་ལ་སླེབས་ཤོད་ན། དེ་དེང་ང་དང་འདྲ་བའི་ད་ང་གཉིས་པ་ཞིག་སླེབས་པ་རེད། འོ་དེ་དེང་ངས་ང་རང་གི་གཅིན་པ་ང་རང་གིས་གཏོང་གི་ཡིན་ཟེར་ནས་ད་རྫ་མ་ཅིག་བཏགས་ནས་འགྲོ་འདོད་རེད། ཁོང་རྣམ་པས་གི་རྩམ་པའི་ལྟ་སྟངས་དེ་ག་རེ་རེད་ཟེར་ན། རྩམ་པ་པོ་ཟེར་ངའི་ཚད་མཐོ་སླེབས་ཏེ་རྩམ་རིགས་ཁོ་ན་ལ་བལྟས་རྒྱུ་རེད། རྩོད་རིགས་ཟེར་མཁན་དེ་ཚོ་ཚད་མཐོ་ལས་ག་འདྲས་བྱས་ནས་བསྟི་དགོས་རེད་ཟེར་ན་དེ་ཡི་དན་རྟགས་གོ་ལས་ལ་བལྟ་དགོས་བཟོ་རེད། སོ་སི་བྲིས་པའི་རྩབ་རིགས་དེ་དན་རྟགས་མི་གཞན་པའི་གོ་བ་ལེན་མཁན་ཟིག་སླེབས་བྱུང་ན་སོ་སོ་དང་འདྲ་པོ་གཅིག་ལས་ཚར་རེད། དེ་ལས་ངེས་འཛིན་བྱེད་བྱེད་ན་ད་རྩོམ་རིགས་ཟེར་མཁན་དེ་ག་ཟེ་ཡིན་ན་རེད་དཱ། ལྗིད་ཚད་ཀྱི་ཐོག་ནས་ཡིན་ན་ཚད་མཐོན་པོ་འཛིན་སྤྱད་ཀྱི་ཐོག་ནས་ཡིན་ན་ཚད་མཐོན་པོ་ཨ་ནི་དན་རྟགས་ཀྱི་ཐོག་ལ་ཚད་མཐོན་པོ་འདོགས་ན་ད་གོ་ཁ་བོ་འཇིག་རྟེན་གཞན་དག་ཡང་མི་གོ་གལ་ཅེས་བྲིས་ཡོད་རེད་ལུས་སྲོལ་རེད། དེའི་ལུས་སྲོལ་དེ་རྒྱ་གར་ལ་ཆོས་ཞུ་མ་རེད་ལུས་སྲོལ་དེ་ཆེན་པོ་རེད།

དེ་ནས་དེ་ཡིན་མེད་མི་ཤེས། དེ་ནས་དེ་རྒྱ་གར་གཅིག་པོ་མ་རེད་ཨུ་རུ་སུ་མི་གཅིག་གི་ཡང་ཁྱོད་ཁྲི་བྱང་ཆུབ་སྙན་ངག་གཅིག་གི་ནོར་ལུག་ལ་ལོག་ཆོས་ཆེན་པོ་ཤེས་པར་གྱིས་ཏེ་འདིའི་དོན་ངས་ཁྲི་བྱང་ཆུབ་སྙན་ངག་འདི་གོ་བ་ལས་ངས་གཞན་དག་སྲིད་ཀྱི་མི་འདོད། ལྷ་མོ་དབྱངས་ཆོས་མེད་ཀྱི་ངག་གི་སྙིགས་དྲོད་དུ་ཤེས་རག་གི་རྩལ་གྱི་སྣང་བྱང་བཅུག་སྟེ་ཤུ་རིག་རང་བྱེད་བྱ་འདོད། གྱིས་ཏེ་ཧྲིལ་པོ་འདི་ལ་མི་གྲོངས་ཁ་འདི་འདྲའི་མང་པོ་ཡོད་རེད་ཡིན་ནའང་གཞན་དག་སྲིད་ཀྱི་ལ་མ་ནོར་ནས་ང་གཅིག་པོ་ལ་ཤེས་རག་གི་རྩལ་དེ་སྣང་བྱ་འདོད།

སྙན་ངག་དེ་གོ་བ་ལེགས་མཁན་མོ་ཉུལ་ལྟ་ནི་ཞེ་འུ་དེ་འདྲ་ཡོད་ཚ་ན་ཁོང་དང་འབྲེལ་གྱི་སྲོག་ལེ་དེ། གར་ཚུགས་དགོས་རེད་མིང་འདྲ་པོ་དེ་ག་རེ་རེད་ཟེར་ན་རྩམ་པ་པོ་དེ་ཤི་རག་རྩེའི་ག་ཚད་ཡོད་ན་རྩམ་རིགས་དེ་ག་ཚད་ཅིག་གི་པི་ཐ་གོ་དང། ཨ་མས་རྩམ་པ་པོ་དེ་ཤི་རག་རྩེའི་ག་ཚད་ཡོད་ན་ད་ལྟའི་ཕུ་དུ་ཤུ་བ་དང་སྨད་དུ་ཤུ་བ་དུ་གས་ཆེན་པོ་བཙིར། དེའི་གི་རྒྱ་ལོ་ལ། རྩམ་རིགས་དེ་གི་སྤྱི་ཚོགས་ལ་ཕན་ཐོག་ག་ཚད་ཡོང་ཐུབ་བམ། སྤྱི་ཚོགས་ལ་ནིག་པ་ག་ཚད་བསྟན་ཐུབ་བམ། མི་གི་སྲོག་ལེ་ནིག་པ་ལ་ཁ་ཕྱོགས་ག་ཚད་བགྱི་ཐུབ་བམ། དེ་འདྲའི་ཐོག་ལ་ཁོང་དང་འབྲེལ་གྱི་དགོངས་པ་བཞི་ཡོད་མ་རེད།

ང་མཁས་པས་ཉམས་བསྟེན་ཡག་ཆེད་དུ་བྲིས་པ་མེད། ངའི་སྒྱུ་རྩལ་གྱི་ཚད་གཞི་ང་རང་གིས་བལྟ་ཡག་ཆེད་དུ་བྲིས་པ་མེད། ངས་བརྩམས་བྲིས་ཡག་དེ་རྒྱ་ཆེའི་མང་ཚོགས་ལ་དགའ་ས་ཐོག་ཡག་བྲིས་དང་རྒྱ་ཆེའི་མང་ཚོགས་ཀྱི་བསོ་བློ་ལ་ཡག་ཕན་ཐོགས་ཡག་ཆེད་དུ་བྲི་གི་ཡོད། རྒྱ་ཆེའི་མང་ཚོགས་ཀྱི་བསོ་བློ་ལ་ཕན་ཐོགས་ཡག་དང་རྒྱ་ཆེའི་མང་ཚོགས་ཐུགས་མཉེས་པོ་ཆགས་བསྡད་ཡག་དང་དགའ་པོ་བྱུང་ཡག་དང་སྐྱོ་པོ་བྱུང་ཡག་ཅེས་བཟོ་དགོས་པ་ཡིན་ན། དགོངས་པ་དང་པོ་དེ་རྒྱ་ཆེའི་མང་ཚོགས་ཀྱི་མ་མཐའ་ལ་བློ་ཤེས་དགོས་ཀྱི་རེད། གཉིས་པ་དེའི་དན་རྟགས་དེ་གོ་བ་ལེན་དགོས་ཀྱི་རེད། བྱས་ཙང། ཨ་ནེ། གྲོང་པ་སྔོ་སྟེ་གློ་ཞེས་གོ་བ་འགྲེལ་བཤད་རྒྱ་ཤེས་ན་རྒྱ་ཆེན་མོ་ཚོ་ཕ་བ་ཁྱེད་ཅིག་གིས་དུས་ཀྱི་དན་རྟགས་གོ་བ་ལེགས་ཀྱི་རེད་འགྲེལ་བཤད་རྒྱག་ཐུབ་ཡོད་དེ་ནི་ངས་རྩོམ་རིགས་འདི་ལ་ཕན་ཐོགས་ཡོད་པའི་ངེས་འཛིན་བཟོ་ཆོག་གི་རེད། གལ་སྲིད་སྨོན་འདི་ཡི་གློ་མ་ཤེས་ན་རྒྱ་ཆེན་མོ་ཚོ་གློ་མི་ཤེས་མཁན་མང་པོ་ཞིག་འདུག་གོ་བ་མི་ཁོས་གོ་བ་ལེན་མི་ཐུབ་མཁན་མང་པོ་ཡོད་ན་ངས་རྩོམ་རིགས་འདི་ཕན་མ་ཕན་ཐོགས་མ་ཤོད་ལེ་རེད་ཅེས་གཏོང་གི་རེད། མི་དེས་ཆད་པ་དེ་གསོ་ལོ་ག་རེ་གཏོང་དགོས་རེད་ཟེར་ན། རྩོམ་རིགས་ཟེར་ཡ་དེ་རྩོམ་པ་པོ་རང་ཉིད་ཀྱི་ཆེད་དུ་མ་ཡིན་པ།

དེ་ཚོ་གང་གཱ་ལོ་རྒྱུས་ཀྱི་ཐོག་ནས་བཤད། གཙང་པས་ཀྱི་ལོ་རྒྱུས་ཐོག་ནས་བཤད་ན་མཁས་པ་ཚན་རྩིས་བྱེད་ས་ཀྱི་དང་སྒྲིག་འཛུགས་བྱེད་ས་ཀྱི་གཙང་པོ་ཁོ་རེད། ང་ཚོས་དེ་ཚོ་གང་གཱ་ལ་སྒྲིག་འཛུགས་བྱེད་དགོས་ཀྱི་རེད་རི་ཐང་སྤྲད་དགོས་ཀྱི་རེད། ཡིན་ན་ཡང་ད་ལྟའི་ང་ཚོས་དེ་རག་འདི་འདྲས་ཀྱིས་དང། མི་རག་འདི་འདྲས་ཀྱིས་དང་སྤྱི་ཚགས་སྤྱི་ཚོགས་འདི་འདྲས་ཀྱིས་ལྷག་པར་དུ་ང་ཚོའི་མི་རིགས་འདི་འདྲས། ཆབ་སྲིད་ཉོ་དགོས་སུས་ས་རྒྱ་ཁ་ཉོ་དགོས་སུས་ས་མི་རིགས་ཉོ་དགོས་སུས་ས་རིག་གནས་ཉོ་དགོས་སུས་ས་ཆབ་སྲིད་ཉོ་དགོས་དཔལ་འབྱོར་ཉོ་དགོས་སུས་ས་མི་རིགས་གཅིག་གི

ག་རེ་ཡིན་ན་ད་མི་ཚེ་གཅིག་ལ་དེ་འདྲའི་བལྟས་བསྡད་པའི་གི་སོ་སོའི་ཉམས་མྱོང་དུ་བསྒྱུར་ཆུག་ཆུག་ཅིག་བྱེད་ན། ང་རང་སྤོ་བོ་ཆུག་ཆུག་གི་སྐག་ལ་ཡིན་ན་རྡོ་ཡུ་གེ་ཆེ་ཤི་རག་རྒྱ་ཚེ་ལྟ་བུ་ཁྱད་པར་ཆེན་པོ་ཕྱི་ཤ་རེ་ནས་ང་ལ་ཕྱོགས་མཐོང་མེད་ངེས། ད་འདི་ལ་ཅི་ཞིག་གཙང་མིག་བལྟས་ཚེ་བྲེལ་ཡག་ལ་དགའ་ས་འདྲ་ལེ་ཡག་བག་ཆགས་འདྲ་ལེ་ཡག་དེ་ཁོང་ནང་པའི་སྐག་རེ་ཡིན། ཡང་ཁོང་ནང་པའི་གཙང་རེ་གྲི་ཐོག་ཏུ་ག་རེ་རེད་བསམ་ན་ཕྲག་པར་བྱེད་ཡག་ཚོད་རེད།

དེ་ལ་ཡང་མིག་གི་ཤུགས་ཆེན་ཕྲད་ཡ་ལ་པད་མ་སེ་རག་ལས་ཏེ་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་ཅུ་གོ་ལྔ་ལོར་ཕྱི་ཟླ་གསུམ་རེས་ཀྱི་སྟ་རེ་བཅུ་རེས་སྤྱི་བདེ་བཅོ་བརྒྱད་བཅོ་ལྔ་བཅུ་རེས་སྤྱི་བདེ་ཟེར་ལ་ཨ་མྱེས་རྨ་ཆེན་བོད་ཀྱི་རི་སུལ་ཞིབ་འཇུག་ཁང་གི་གོ་སྒྲིག་བྱས་ནས་རྒྱ་ཤི་བྷེ་རི་བའི་རྒྱ་ཤི་བྷེ་རི་བའི་རྩམ་པ་པའི་འཚོ་བྱེད་ཐེངས་དང་པོ་དེ་འཚོགས། དེའི་སྐབས་ལ་སྤྲིན་ཐོ་ར་ར་རིན་པོ་ཆེ་གིས་རྗེ་ཙོང་ཁ་པ་ཆེན་པོའི་གཙོས་རིགས་ཀྱི་ཆེ་ཆི་ཁ་ཤས་ཟིག་འབྲོང་ནས་ཤི་ཡང་ཐུབ་ཁ་ལ་གོ་སླ་བོ་ཡིན་པ་དང་ལས་སླ་བོ་ཡིན་ཚིག། སྙན་ཆ་ཡོད་པའི་ཆེ་ཆི་དེ་ཚོ་སྤྱིའི་འབྲོང་ཡོང་དུས་ཁ་ལ་འདེད་ལ་མངོན་སེམས་རྨི་ལེན།

ཕྲག་པར་གྲི་བསྟན་ན་སྤུ་གུ་དེ་སོགས་ཀྱི་དགའ་ས་ཐོབ་གི་མི་འདུག་ཁོང་ཚོ་གི་གོ་བ་ལེགས་གི་མི་འདུག་ཤེས་གི་མི་འདུག་མ་ཤེས་ཏེ་བཀག་ལ་དེ་ནས་ཕན་ཐོག་ག་ཁེ་མི་ངེས་བྱུང་ད་ཁོང་ཚོ་ཤི་ཡ་གྱི་བཟོ་དགོས་དགོས་ན་ཡི་མ་བག་གི་འོང་མ་བག་ལུས་བག་སྟོང་དེ་ཡང་ཤ་ཤི་མང་པོ་བྱས་གི་ཐོག་ནས་བག་གི་དང་པོ་རྒྱལ་གཞིས་ཀྱི་ཐོག་ནས་བཤད་ན་གནའ་སྔ་མོའི་བཤད་སྡེ་ཡག་གི་ཁྱད་ཚུལ་བཟང་སོ་ཟེར་ངེས་དུ་རྟག་པར་བཤད་སོ་ཟེར་ངེས་དང་ཁྱད་རྩད་གཙང་སོ་ཟེར་ངེས་གི་བཟང་འདྲ་བོ་གི་སུ་རག་དགོང་དྲོད་ཀྱི་དལ་མདོག་བཟང་འདྲ་བོ་དང་དེ་ནས་གནའ་སྔ་མོའི་གི་རྟག་ཅི། གནས་ཚུལ་ཕྲ་པོ་དེ་ཚོ་ཕར་བཞག་ཅིང། ལྟ་ན་ཕ་མེས་ཀྱི་ཁྲག་ལྷག་མའི་ཚོང་དུ་ས་དང་ཉེ་ན་ཨ་མཆོག་གི་ཁྲག་ལྷག་མའི་གོ་ཐོས་ས་ཀྱི་གནད་དོན་དེ་ཚོ་རྗེས་ཀྱི་ཚིག་བཞག་ནས་བྲིས་དགོས་ཡ་དང། ཚིག་བྱང་དཔེ་བརྒྱད་བཞག་ནས་གནའ་བོའི་མཁས་པ་དེ་ཚོ་གི་རིག་བྱེད་ཀྱི་གཏམ་རྗེས། མི་ཚིག་རེ་རེ་གི་རྒྱག་ལོག་ལ་རིག་བྱེད་ཀྱི་གཏམ་རྗེས་ཕྱི་ཟེར་གཉིས་ཟེར་རེ་གསལ་ཟེར་རེ་བཤད་དགོས་དེ་འདྲས་མ་བཤད་ན་མི་ཚིག་དེ་གི་གོ་བ་དེ་གསལ་པོ་ཆགས་མ་ཐུབ་ལ་དེ་གས་དེ་ཚོ་དག་བེད་སྤྱད་བཏང་བསྡད་ན་དེང་རགས་འདི་ལ་ང་ཚོ་དེ་སྲིད་ཁོ་རང་གི་སྦྱིན་ཉག་གི་མི་འདུག་ཕེབས་ཀྱི་མི་འདུག་ཅེས་ས་དེ་ཚོ་ཕ།

རང་བཞིན་རྒྱས་པའི་གི་རྗེས་དེ་གཙོ་བྱས་བྱས་ནས་མིག་གི་གཟུགས་པོའི་རང་བཞིན་དེ་ག་རེ་བསྟན་དགོས་ལར་ཟེར་ན་འཛམ་བུ་གླིང་གང་ག་གི་ལོ་རེ་ནས་ལོ་རེར་གཟུགས་པོ་ལ་གས་ཀྱི་དོ་ལུང་ཡིན་ན་ཁྱུར་ཁྱུར་ཁྱུར་ཁྱུར་དང། ཀྲར་ཀྲར་ཀྲར་ཀྲར་དང་ཐུར་ཐུར་ཐུར་དང་རང་བཞིན་གྱི་རྒྱན་ཆ་དེ་ཚིག་དབང་ཡག་གི་ཆེད་རང་བཞིན་ལ། གར་སོགས་བློ་གཞུང་བྱས། རང་བཞིན་གྱི། མཛེས་པ་དེ་ཕར་འབུར་དུ་བལྟས་ཡ་བྱས། མ་གཏོགས། འཛིན་ཤེས་ཀྱི་རྒྱན་ཆ་སྤྲས་ཡ་དེ་ཚོ་གང་ག་ལ་ཁོ་འཛིན་ཤེས་ཀྱི་རྒྱན་ཆ་མ་གཏོགས་རི་མཐོང་ཆེན་པོ་དེ་ཙམ་མེད་པར་བྱས་ནས་ཕར་མྱུལ་བཏང་ནས་འགྲོ། ང་ཚོས་བལ་འདྲ་བྱས་ནས་དེ་གི་སོ་ལོག་ཏུ་མ་མཁར་ནས་དར་དུས་ཡིན་ན། གཟུགས་པོ་ལ་འཁྲུལ་བྱས་འཁྲུལ་དགོས་ལ་ཚ་རུ་བྱས་ཁྲ་ཚ་རུ་དགོས་ཐལ་མ་རྒྱག་ཐལ་མ་དགོས་ལ་ཞགས་ཐལ་རྒྱག་དེ་དགོས་ལ་གཟིག་ཕོག་རྒྱག་ལྟོགས་ཕོག་རྒྱག་དོགས་ཕོག་རྒྱག་དེ་འདྲས་བྱས་ནས།

སྙན་ངག་གི་ཚིག་གི་དེ་སོགས་དེ་འདྲའི་མང་པོ་རྒྱ་ཡག་གི་དེ་སེ་དེ་རེད་མི་འདུག་དངོས་བརྒྱད་མང་པོ་དྲི་ཡག་གི་དེ་སེ་དེ་རེད་མི་འདུག་དེ་ནས། དངོས་བརྒྱད་དང་དེ་སོགས་ལ་པར་འདི་རིན་ཤེས་ཀྱི་གཏམ་གཅིག་དེ་སོགས་དྲི་ཡག་གི་དེ་སེ་དེ་རེད་མི་འདུག་ཤེས་ཐེབས་གཅིག་གི་ཕ་ཤུག་དེ་གི་གོ་བ་ལེན་ཐུབ། གོ་བ་ལེན་པ་དེ་གི་གོ་བ་ལེན་གཉིས་གྲོགས་པོ་གཅིག་གི་ལེན་ཐུབ། གོ་བ་ལེན་གཉིས་གྲོགས་པོ་ཐུག་ནས་ལེན་པ་དེ་གི་ག་དུས་ཡིན་ན་མི་བརྗེད་པའི་སེར་བག་ཆགས་བརྟན་པོ་བཞག་ཐུབ་ཡག་གི་གཞི་རྩའི་དེ་ང་ཚོས་བེད་སྤྱད་གཏོང་དགོས་དེ་ང་ཚོས།

ཚོང་ཁང་ཐག་ཆག་བཅས་ཀྱི་ནོར་ལོག་ནི་ཤེལ་སྒོ་བཟོ་ཉོ། སྐམ་པ་ནི་ཆེན་པོ་གི་བཟོ་འཇུག་གི་ཤེལ་སྒོ་བཟོ་ཉོ་སྐམ་པ་ནི་འབྲིང་གྲས་བཟོ་འཇུག་ཤེལ་སྒོ་སོགས་ཞོར་ལས་སྦྱོར་སོགས་སྲིད་ངོ་གདོང་ཕུག་གི་སྲིད་མཁན་ནོར་ཤག་གི་རེད་དེ་ནས་སྐམ་པ་ནི་ཡག་གི་ནོར་ལ་ངོ་གདོང་བཟོ་སྟངས་ཡག་ཟེར་ཞོར་འབྲིང་གྲས་དེ་ནོར་ངོ་གདོང་འདྲེས་ཟེར་དེ་ཚ་སྙན་ངག་གི་སྒྱུ་རྩལ་ཚད་མཐོ་པོ་ཟིན་ལས་བྱུང་བའི་དོན་དག་ཤེལ་སྐྱིད་པ་ཡིན་ལ་ཤེལ་སྟོང་དེ་སྐམ་པ་ནི་ཡག་ནོར་ནི་ཉོ་འཇུག་གི་ཤེལ་སྒོ་ནང་བཞིན་གྱི་རྒྱལ་སྤྱི་དེ་ཕུག་གི་ཤ་ཐུག་དེ་དམིགས་བསལ་གྱི་རྟགས་གཉིས་གྲོགས་པོ་ཟེར་ཤག་གི་རེད་ཉེ་གཉིས་གྲོགས་པོ་ཟེར་ཤག་གི་རེད་དེ་ལ་བརྟེན་ནས།

དཔེ་ལ་ཆ་བཞག་ན་ངའི་དགོན་པ་རྔན་མ་དེ་ཚང་རྒྱུག་དེ་ནས་གསར་པ་མའི་སྤུ་གུ་གཅིག་འཛིན་གྲྭ་ནས་གཉིས་གུས་འདེབས་པ་ཆ་བཞག་ཁོ་མགོ་ལྗི་སྤོར་རྩིས་བཤུས་བྱེད་ནས་ལུས་པ། ཁྱོད་གར་བྱེད་ས་ལས་ཡིན་འདི་འདི། ཉལ་ཁང་མ་རེད་ད་ཁྱོད་འདི་གར་བྱེད་ས་ལས་ཡིན་ཟེར་ནས་བཀའ་བརྒྱུད་བཏང། འདི་སྤུ་གུ་དེ་སེམས་པ་མ་ཤེས་གལ་ཆགས། ཨ་ནི་དེ་གི་རྒྱ་ལོ་ལ་དམིགས་བསལ་གྱི་འཚོ་བ་ཆེན་པོ་སྤེལ་ཡ་ཁ་སྐད་མེད་ལ་དེ་གཉིས་ཀ་སྤུ་གུ་ཡར་དཀྲུགས་ཐོད་རྣམ་པ་ཀི་འདི། སྤུ་གུ་ཡར་དཀྲོག་ཐལ་རྒྱུ་པོ་དེ་གི་མགོ་ལ་བཞུས་ཐབས་ཡོག་མ་རེད། རྒྱུ་པོ་དེ་གི་ནུས་པ་དེ་ག་ཚད་འཐེག་རེད་ཁྲག་དེ་ཡག་ནུས་པ་ཞིག་འཐེག་སྲིད་མ་གཏོགས་སྤུ་གུ་དེ་རྣམ་པ་ཀི་དེ་གཉིས་བཞག་བསད་ཡག་དང་དཀྲུག་ཡག་གི་ནུས་པ་དེ་འཐེག་ཐབས་ཡོག་མ་རེད། དེ་ལས། ནང་སྤུ་གུ་ཐོག་ལ། འཛི་ཕོང་ཉལ་ཁོང་མ་རེད། ལྷ་སྟེགས་སྔིན་གོང་མ་རེད། ཨ་ནི་ཀི་ཅོག་ཉལ་འཕྲ་མ་རེད། ཉལ་ནས་གཉིད་སྤང་མ་གནང་ཟེར་ངེས་ཚེ་ཡག་བྲིས་བྱས། སྤུ་གུ་སོ་ལ་གཞས་བཏང། ཞེས་བཏང་ཅིག། ཁོ་ཡང་གཉིད་སད་སད་བར་དུ་ཞེས་བཏང་ཅིག། བ་དེ་ལ་ད་ཇི་ཚེ་ངས་ང་ཟེར་གྱི། ཁོ་ཡང་གཉིད་སད་དེ་དེ་རིགས་སྐྱིད་པོ་མ་རེད་མི་ཚེ་སྐྱིད་གཉིད་སྤྲོ་གི་རེད་དེ་ང་ངས་མ་འགལ་གི་ཡང་ང་ཟེར་དྲིས་ཀྱི་ཡོད་རེད་བསམ་པ་དེ་མི་ཚེ་སྐྱིད་རེད་དྲན་གི་རེད་ལ། བ་ཀ་དེ་སོང་ནས་སྤུ་གུ་གཞན་དག་གང་ག་ལ་ད་ཇི་ཚེ་རང་བཞིན་ཅན་གྱི་སྙན་ངག་གསར་པ་ཅིག་བཀླག་ཐུབ། དེ་འདྲའི་སྟེང་ནས་སྤུ་གུ་དེ་སོང་ནས་གནོན་ཚིག་མི་ཤེས་བ་ཅིག་དང། ཀྱིས་བྱུང་བའི་ཀ་ལ་དེ་དང་འབྲེལ་བའི་གི་ཇི་ཚེ་གི་རང་བཞིན་ལྡན་པའི་རྩོད་རིགས་མི་ཤེས་བ་ཅིག་བྲིས་ཡག་གི་སོ་ལོ་ལེ་བི་རི། སཱ་ལོ་དེ་གཙང་རིས་སྦྱངས་པའི་སྐབས་སཱ་ལོ་དེ་ཡང་ཆེར་ཆེར་ཀླད་འོག་ཏུ་འཁོར་ཕྱིན་ཚོགས་ནོར་ལ་འགེགས་ངེས་ཀྱི་ལས་ཀ་བཟོ་མཁན་དུ་སླེབས་པའི་སྐབས་ལ། ད་སྤུ་གུ་ཅི་གཉིས་བརྐུས་པ་དེ་དང་འདྲ་བའི་ཕྱིན་ཚོགས་ནོར་ལ་ཕྱིན་ཚོགས་གཉིས་བརྐུས་ངེས་ཡིན་ན་རེ། ཨ་ནི་ཆགས་སྲེད་གཉིས་བརྐུས་ངེས་ཡིན་ན་རེ་དེ་འདྲའི་མང་པོ་ཅིག་ཁོ་ཕྱིན་ཚོགས་ནོར་མཐོང་འོང་དུས་སྐབས་ལ། ད་དེ་དུས་སྔས་མ་ལོ་ཁྲའི་ནོར་ལ་འགེགས་ངེས་ཀྱི་སྤུ་གུ་གཉིས་བརྐུས་ངེས་དྲི་བྱོན་འཇུག་གི་སྙན་ངག་དེ་ཁྱོད་བེད་ཤེད་གཏོང་ནས་ཕྱིན་ཚོགས་གཉིས་བཀྲུ་ཡ་ཁིས་བཟོ་ཐུག་གི་རེད་ཆགས་སྲེད་གཉིས་བཀྲུ་ཡ་བཟོ་ཐུག་གི་རེད་དཔལ་འབྱོར་གཉིས་བཀྲུ་ཡ་ཁོ་བཟོ་ཐུག་གི་རེད།

ཁོ་ཚོ་ཚེ་དགོན་པའི་ཞྭ་མོ་ཉག་ཏོག་དེ་ལས་སླ་བར་འདུག་མི་བྱ་བ་གཅིག་གིས་སྨད་ལུས་ནས་གཞས་ཆགས་སུ་འགྲིག་ང་ཚོ་ད་ལྟ་དེ། དེ་སོ་གཙང་རིགས་རྙིང་པ་དེ་སོ་ཡིན་གྱི་མིན་གྱི་སྦྱངས་ནས་སོ་སྲིད་ཀྱི་ཤིས་པ་བཟོ་དགོས། ཤིས་པ་བཟོ་དགོས་ཡ་གི་རྒྱུ་ཚིག་གཅིག་ག་རེ་རེད་ཟེར་ན་གནའ་བོའི་རིག་གནས་རྙིང་པ་སོ་སྲིད་བདག་འཛིན་བཟོ་ཡ་དེ་གཅིག་པོ་རེད། ཡང་སོ་སོ་ལ། གཙང་རིགས་ཀྱི་རྒྱུ་ཚིག་གི་ཚད་གཞི་ག་ཚད་ཅིག་ཡོད་ལེ་རེད་ཟེར་ནས་ཡང་དེ་ང་ཚོ་ལ་ཚད་མཐོ་པོ་གཅིག་དགོས་ཀྱི་འདུག་དེ་ཚད་མཐོ་པོ་བཟོ་ཡ་ལ། ད། གཙང་རིགས་ད་ལྟ། ཁོང་རྣམ་པའི་འབྲི་གཡག་གི་གཙང་རིས་དེ་ཡང་ཤི་དགོས་ཀྱི་འདུག་ཤི་དགོས་ཡག་གི་རྒྱུ་མཚན་དང་པོ་དེ་ག་རེ་རེད་ཟེར་ན་གནའ་བོའི་མཁས་པ་ཆེན་པོ་དེ་ཚོར་ཧ་ཅང་གོ་ཁ་བའི་གི་ཐོག་ནས་སངས་རྒྱས་ཀྱི་སྣང་ཐག་དྲི་བྱོ་འཇུག་དང་བཞི་ལ་འབྲེལ་བའི་གི་སྣང་ཕྱོགས་བཞི་ལ་ཕྱོགས་ཀྱི་ཐོག་ནས་དྲི་བྱོ་འཇུག་གི་གསུང་རག་གི་དགོངས་འགྲེལ་དེ་ཚོ་ང་ཚོས་གོ་བ་ལེན་དགོས། གོ་བ་ལེན་དགོས་ནས་མི་གི་དེ་བླུད་ས་གི་དང་སྒོ་རའི་གི་བཟོ་འདྲ་བ་དང་ཕྲག་པ་ཞུ་བོ་ཁྱུ་ནས་བླུད་ཚ་དེ་ག་ལ